བོད་ཀྱི་ལྷ་སྐལ་སྤྱན་རས་གཟིགས་དབང། མིའི་གཟུགས་སུ་བྱོན་པའི་ཁམས་གསུམ་ཆོས་ཀྱི་རྒྱལ་པོ། ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་ནི། འཇིག་རྟེན་ཞི་བདེའི་དེད་དཔོན་དང། ས་སྟེང་རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། བོད་མི་ཡོངས་ཀྱི་མགོན་སྐྱབས། བླ་ན་མེད་པའི་དབུ་ཁྲིད། བླང་དོར་ལམ་སྟོན་པ། བོད་མིའི་ངོ་བོ་དང། བདེའི་ཆིག་སྒྲིལ་གྱི་མཚོན་རྟགས། བོད་མི་ཡོངས་ཀྱི་རང་དབང་བདེན་པའི་མགྲིན་ཚབ་པ་ཡིན། ཕྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་མ་འོངས་སྔོན་གཟིགས་ཀྱི་ཐུགས་དགོངས་གཞི་བཟུང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་གར་འཕགས་པའི་ཡུལ་དུ་བཙན་བྱོལ་དུ་ཕེབས་མ་ཐག་མང་གཙོའི་ལམ་སྲོལ་གསར་གཏོད་ཀྱིས་བོད་གཞུང་བསྐྱར་འཛུགས་མཛད་གནང་བ་དང། བོད་མིའི་ཕུགས་བརྟན་གྱི་འཚོ་ཐབས་ཆེད་གཞིས་སྒར་ཁག་དང། བུ་ཕྲུག་རྣམས་ལ་གནའ་དེང་གཉིས་ཀྱི་ཤེས་ཡོན་གྱི་བསྟི་གནས་སློབ་གྲྭ་ཁག། བོད་ཀྱི་ཆོས་བརྒྱུད་ཁག་དང། ནང་ཆོས་འཆད་ཉན་གྱི་ཆོས་སྡེ་དང་བཤད་གྲྭ་ཁག། རིག་གཞུང་གི་བསྟི་གནས་བཅས་གསར་འཛུགས་མཛད་ཡོད་ཅིང། དེ་བཞིན། བོད་དོན་བདེན་མཐའ་སེལ་ཐབས་སུ་རྒྱ་གར་གཙོས་པའི་རྒྱལ་སྤྱིའི་ཁྲོད་བོད་དོན་རྒྱབ་སྐྱོར་འཚོལ་སྒྲུབ་གནང་སྟེ། གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་དགོངས་དོན་རྒྱ་ནག་གཞུང་དང་གྲོས་མོལ་ལམ་ནས་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་འབད་བརྩོན་མཛད་ཡོད། བོད་མི་གཙོ་བོར་གྱུར་བའི་འགྲོ་བ་མིའི་བདེ་སྐྱིད་དང། འཛམ་གླིང་ཞི་བདེ་བསྐྲུན་རྒྱུར་དམིགས་ཏེ་ཐུགས་ཀྱི་དམ་བཅའ་བཞི་སྟེ། དང་པོ། འགྲོ་བ་མིའི་རྒྱུད་ཀྱི་བཟང་སྤྱོད་གོང་མཐོར་སྤེལ་ཐབས་གནང་རྒྱུ་དང། གཉིས་པ། ཆོས་ལུགས་ཕན་ཚུན་བར་མཐུན་སྒྲིལ་གོང་མཐོར་གཏོང་རྒྱུ། གསུམ་པ། ཁོང་ཉིད་བོད་མི་ཞིག་ཡིན་པའི་ཆ་ནས་བོད་ཀྱི་རྩ་དོན་ལ་ཐུགས་ཁུར་གནང་རྒྱུ། བཞི་པ། རྒྱ་གར་གནའ་རབས་ཀྱི་རིག་གཞུང་བསྐྱར་གསོ་གནང་རྒྱུ་བཅས་ལ་མཛེས་རྒྱན་བཞེས་བཞིན་ཡོད། བཙན་བྱོལ་ལ་ཕེབས་མ་ཐག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་གཉིས་པའི་ཚེས་གསུམ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཆོལ་གསུམ་ཆོས་བརྒྱུད་ཀྱི་འཐུས་མི་ཐུན་མོང་ནས ྋགོང་ས་མཆོག་གི་ཡང་དག་པའི་དབུ་ཁྲིད་ལམ་སྟོན་ཇི་གནང་འོག་ཆོལ་གསུམ་བོད་རིགས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱིས། བོད་སྤྱིའི་འཕྲལ་ཕུགས་ཀྱི་དམིགས་ཡུལ་བསྒྲུབ་རྒྱུའི་མནའ་གན་ཐུགས་མོ་ཆེ་འབུལ་ལམ་ཞུས་པ་བཞིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་དགུ་པའི་ཚེས་གཉིས་ཉིན། བོད་ཆོས་སྲིད་གཉིས་ལྡན་གྱི་མང་གཙོའི་སྒྲིག་འཛུགས་གསར་འཛུགས་གནང་སྟེ། མི་མང་ནས་ཆོལ་ཁ་རེ་ནས་འཐུས་མི་གསུམ་རེ་དང། ཆོས་བརྒྱུད་རེ་ནས་འཐུས་མི་རེ་རེ་བདམས་པའི་ལྷན་ཚོགས་ཐོག་མ་བྱུང། རིམ་བཞིན། བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གཙོས། རང་དབང་ཅན་གྱི་སྡེ་ཚན་གསུམ་གསར་འཛུགས་ཐོག། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྲི་ཞུའི་ལས་བྱེད་སྟོང་ཚོ་བརྒལ་བས་དབུ་འོག་དཔུང་འདེགས་ཀྱི་ཞབས་འདེགས་རླབས་ཆེན་བསྒྲུབས་ཡོད། རྒྱ་ནག་དམར་གཞུང་གིས་བོད་ནང་བཙན་འཛུལ་བྱས་པར། ཆོལ་གསུམ་བོད་མི་ཡོངས་ནས་མ་གྲོས་བསམ་པ་གཅིག་མཐུན་འོག་འཐབ་ཁུལ་གྱིས་གདོང་ལེན་བྱས་ཏེ་ལུས་སྲོག་བློས་བཏང་བྱས་ཡོད། འདས་པའི་ལོ་ངོ་བཅུ་ཕྲག་བདུན་ལྷག་རིང། རྒྱ་ནག་དམར་གཞུང་གིས་ཀླ་ཀློའི་ལངས་སྤྱོད་དང། གཡོ་རྫུན་ཁོ་ནས་བོད་ཀྱི་གནད་དོན་ནག་བསུབ་གཏོང་ཐབས་བྱས་ཀྱང། གཙོ་ཆེ་གཞིས་ལུས་བོད་མི་ཚོས་འཇིགས་ཞུམ་མེད་པར་སེམས་ཤུགས་དང། སྙིང་སྟོབས་རི་ལྟར་གཡོ་མེད་ཐོག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་དབུ་ཁྲིད་འོག། བརྗེ་བཀོད་ཕྱིར་ཚོང་བོད་མི་ཚོས་དམ་ཚིག་དང། ནུས་ཤུགས་ཆིག་སྒྲིལ་གྱིས་བོད་ཀྱི་རང་དབང་སླར་གསོའི་ཆེད། འཚེ་མེད་ཞི་བའི་འཐབ་རྩོད་ལ་ཞི་བདེ་དང། དྲང་བདེན་ལ་མོས་གུས་གནང་མཁན་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ལ་བརྟེན། ལོ་ངོ་སྟོང་ཕྲག་གཉིས་བརྒལ་བའི་བོད་ཀྱི་ཐུན་མོང་མ་ཡིན་པའི་རྒྱལ་རབས་ལོ་རྒྱུས་དང། ཆོས། རིག་གཞུང། སྐད་ཡིག། མི་རིགས་ཀྱི་ངོ་བོ་དང། བོད་དོན་འཐབ་རྩོད་བཅས་གསོན་གནས་ཐུབ་ཡོད།
དུས་རབས་ཉི་ཤུ་བའི་ནང་ལ་འཛམ་བུ་ལི་ཏའི་ནང་ལ་འགྱུར་བ་མང་པོ་འགྲོ་བསྡད་ཀྱི་ཡོད་རེད། ཡང་སྒོས་གནས་དུས་གསར་བ་ཆགས་བསྡད་ཀྱི་ཡོད་རེད། ས་དེ་འདྲ་ཡིན་དུས་ས་ནས། ད། ངས་ད་ལོ་ཡུན་འདིའི་དེ་རིང་ལ། ད་རིམ་པས་འགངས་ཚོ་དངོས་གནས་རང། ཅིག་དམངས་གཙོའི་ངོ་བོ་ཡོངས་སུ་རྫོགས་པ་ཅིག། ང་ཚོ་བྱེད་དགོས་ཡག་དེ་གལ་ཆེན་པོ་ཞིག་མཐོང་བསྡད་ཀྱི་ཡོད། དེ་འདྲའི་ཞིག་གི་གནས་སྟངས་ཀྱི་འོག་ནས། ད་དེ་རིགས་ག་ཚོད་དེ་དངོས་གནས་ར། ཕྱི་ནང་སུས་བལྟས་པ་ཡིན་ནའི། ད་ཐམས་ཅད་ཀྱི་དེ་མཐུན་སྣང་དུ་བསྒྲུབ་བསྡད་ཡག། ང་ཚོ་དེ། བཙན་བྱོལ་ལ་གནས་བསྡད་ཡོད་རེད་དེ་ཡིན་ནའི། ཞེས་དངོས་གནས་རང། ཁྲིམས་མཐུན་གྱི་དམངས་གཙོའི་འོས་བསྡུའི་ཐོག་ནས་ད་ཡང་འདེམས་ཐོན་བྱུང་བས། ད་ང་འདི་གནས་སྟངས་འདི་སྲིད་སྐྱོང་རང་ཆགས་ཀྱི་ཡོད་རེད། བོད་ཀྱི་བཀའ་ཤག་གསུང་བཤད་ནང་ཡོད་པ་འདྲ་བཞིན Political Leaders ཟེར་དུས་ཙང་ནས་སྲིད་སྐྱོང་རེད། དེ་ང་ཚོ་བོད་པའི་ཐ་སྙད་ངང་ནས་ཡོད་པ་ཞིག་རེད། བྱས་བྱས་ལྟ་འདུག་ཟེར་ཡག་ཐོན་པོ་རེད། དངོས་གནས་རང། ང་ཚོའི་ད་རེའི་ཉིན་མོ་འདི། ཐད་ཀར་ང་ཚོ་དེ་འོས་བསྡུ་བྱེད་མཁན་གྱི་བཙན་བྱོལ་བ་ཚོའི་སེམས་ཀྱི་གཏིང་ནས་ད་སྤོབས་པ་སྐྱེ་དགོས་ཡ་ཅིག་ད། དངོས་གནས་རང་བཅས་ཀྱི་སེམས་ཀྱི་གཏིང་ནས་རྗེས་སུ་ཡི་རང་དང་འབྲེལ་བའི་ཐོག་ནས་དགའ་སྤྲོ་བྱེད་དགོས་ཡ་ཅིག་ཆགས་བསྡད་ཡོད་པ་རེད།

ལོ་རྒྱུས་ཡོད་པའི་བོད་མི་རིགས་ཀྱི་དུས་ཚོད་བརྗེས་ཟིན་པའི་ཐོག་ནས་ད་མདུན་བསྐྱོད་བྱེད་ཀྱི་ཡོད་པ་དེ་གོ་ཡོང་དུས་ཙང་ནས་ཏན་ཏན་སེམས་ལ་ཡང་སྤོབས་པ་ཉེ་ཡ་དང་དགའ་སྤྲོ་སྐྱེ་ཡ་ཅིག་ཏན་ཏན་ཡོད་རེད་བསམ་དྲན་འདུག། ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་གཅིག་ལོར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཆབ་སྲིད་དང། འཛིན་སྐྱོང་གི་སྐུ་དབང་ཡོངས་རྫོགས་བོད་མི་དམངས་ཀྱིས་ཐད་ཀར་འོས་འདེམས་བྱས་པའི་མགོ་ཁྲིད་ལ་རྩིས་སྤྲོད་མཛད་དེ། ད་ཆ། བཀའ་ཤག་སྐབས་བཅུ་དྲུག་པ་དང། བོད་མི་དམངས་སྤྱི་འཐུས་ལྷན་ཚོགས་སྐབས་བཅུ་བདུན་པའི་མཛད་འགན་བཞེས་བཞིན་ཡོད། ྋགོང་ས་མཆོག་ནས་བོད་མི་རིགས་ལ་མང་གཙོའི་ཁེ་དབང་ལོངས་སུ་སྤྱོད་རྒྱུའི་ཐོབ་ཐང་བཀའ་དྲིན་ཆེ་བརྩེར་གྱིས། ཆོལ་གསུམ་བོད་མིས་འོས་འདེམས་བྱས་པའི་སྤྱི་འཐུས་སྐབས་དང་པོ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ། ཟླ་བ་དགུ་པའི་ཚེས་གཉིས་ཉིན། ལས་འཁུར་དམ་འབུལ་ཞུས་ཡོད་ཀྱང། སྐབས་དེར། བོད་མི་མང་ཚོགས་ནས། འོས་འཕེན་སྟངས་མང་གཙོའི་ལམ་ལུགས་དང་མཐུན་པའི་གོ་རྟོགས་ལམ་སྟོན་གནང་མཁན་གྱི་འོས་བསྡུ་ལས་ཁང་མེད་ཅིང། རིམ་བཞིན་ཡར་རྒྱས་ཕྱིན་ཏེ། ྋགོང་ས་མཆོག་གི་བཀའ་སློབ་སྔ་ཕྱི་དགོངས་དོན། རྒྱ་གར་གྲོས་ཚོགས་འཐུས་མི་འོས་འདེམས་བྱེད་སྟངས་ཀྱི་སྒྲིག་གཞི་ནས། རང་རེའི་གནས་སྟངས་ལ་མཁོ་བརྩམས་ཡོད་པའི་ལེགས་ཆ་རྣམས་ཕྱོགས་བསྡུས་ཀྱིས། མི་མང་འཐུས་མི་འོས་འདེམས་བྱེད་ཕྱོགས་སོགས་ཀྱི་འོས་བསྡུའི་སྒྲིག་གཞི་ཞིག་གཏན་འབེབས་ཐོག། ཕྱི་ལོ་ལྕགས་སྟོང་དགུ་བརྒྱ་བདུན་ཅུ་བདུན་བཞི། ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན། ཡོངས་ཁྱབ་གསལ་བསྒྲགས་དང་དྲ་སྤྱི་དུས་སྐབས་བཅུ་པ་བར་དབུས་འོས་བསྡུ་སྒྲིག་གཞི་དེ་རང་ལག་བསྟར་གནང། ས་གནས་འོས་བསྡུ་ལས་ཁང་མང་གཙོའི་ལམ་ཕྱོགས་སུ་མདུན་སྐྱོད་ཆེ་རུ་འགྲོ་སླད་བཀའ་འབྲེལ་ལྟར། དམིགས་བསལ་ཚོགས་ཆེན་ཞིག། ཕྱི་ལོ་ལྕགས་སྟོང་དགུ་བརྒྱ་དགུ་བཅུ། ཟླ་བ་ལྔ་པའི་ཚེས་བཅུ་གཅིག་ཉིན་འདུ་འཛོམས་གནང་བའི་གྲོས་ཆོད་གཞིར་བཟུང། འོས་བསྡུའི་སྒྲིག་གཞི་རྙིང་པར་སྣོན་འཕྲི་སྤོར་ཆོག་འཇིགས་སྐུལ་ཐོག། འོས་བསྡུའི་སྒྲིག་གཞི་བསྐྱར་བཅོས་ཀྱི་གཏན་འབེབས་གནང་བར་གཞིར་བཟུང། བོད་མི་མང་སྤྱི་འཐུས་སྐབས་བཅུ་གཅིག་པ་འོས་འདེམས་ཞུས། སྐབས་བཅུ་གཅིག་པའི་སྤྱི་འཐུས་ལྷན་ཚོགས་ནས་བཙན་བྱོལ་བོད་མིའི་བཅའ་ཁྲིམས་གཏན་འབེབས་གནང། དེ་ནས་རིམ་བཞིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག། ཟླ་བ་དགུ་པའི་ཚེས་སུམ་ཅུ་ཉིན། བཅའ་ཁྲིམས་དགོངས་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འོས་བསྡུའི་སྤྱི་ཁྱབ་འགན་འཛིན་དང་པོ་དེ་བསྐོ་གཞག་བསྩལ་མིན་ཐོག་དབུས་འོས་བསྡུ་ལས་ཁང་གསར་འཛུགས་ཞུས་པའི་འོག་ནས་རིམ་བཞིན་བཙན་བྱོལ་བོད་མིའི་འདུ་འགོད་ནང་ས་གནས་འོས་བསྡུ་ལས་ཁང་ཐོག་མར་གསར་འཛུགས་གནང། ཕྱི་ལོ་ཉིས་སྟོང་ཟླ་བ་བཞི་པའི་ཚེས་བརྒྱད་ཉིན་འོས་བསྡུའི་སྒྲིག་གཞི་ཐོག་མ་གཏན་འབེབས་ཀྱིས་རིམ་པས་བསྐྱར་བཅོས་ཐེངས་མང་སོང་ཡོད། དབུས་འོས་བསྡུ་ལས་ཁང་གི་འགན་དབང། དབུས་འོས་བསྡུ་ལས་ཁང་ནི། རང་དབང་ཅན་གྱི་སྡེ་ཚན་གལ་ཆེ་བ་ཞིག་ཡིན་པར། འགན་དབང་གཙོ་གལ་ཆེ་བ་སྲིད་སྐྱོང་དང། བོད་མི་མང་སྤྱི་འཐུས་དང། ཚོགས་གཙོ་ཚོགས་གཞོན། ས་གནས་འཐུས་ཚོགས། ས་གནས་འགོ་འཛིན། ས་གནས་འོས་བསྡུ་ལས་ཁང། རང་བདེན་ཚོགས་ཆུང། དེ་བཞིན། རྒྱལ་ཁབ་ཀྱི་ལས་དོན་སྒེར་ཆེ་རིགས། མང་མོས་འོས་བསྡུའི་ལམ་ནས་ཐག་གཅོད་བྱེད་སྒོ་ཅི་རིགས་བཅའ་ཁྲིམས་དགོངས་དོན་འོས་བསྡུའི་ལས་རིམ་ཁག་རང་དབང་དང། དྲང་བདེན་ལམ་ནས་ལག་ལེན་འཐུས་ཚང་བསྟར་རྒྱུའི་འགན་དབང་ཡོད། ཡང་དག་པའི་དམངས་གཙོའི་ལམ་ལུགས་ནང། མི་དམངས་ཀྱི་འགོ་ཁྲིད་དེ་བཞིན། འོས་བསྡུའི་ལམ་ནས་འདེམས་རྒྱུ་གལ་གནད་ཆེ་ཤོས་ཤིག་ཆགས་ཀྱི་ཡོད་པས། མང་ཚོགས་ནས་འོས་བསྡུའི་ནང་ཆ་ཤས་བཞེས་རྒྱུ་དེ་རྩ་ཆེའི་འགན་དབང་ཞིག་ཡིན། བོད་རྒྱལ་ཁབ་དང་མི་རིགས་ཀྱི་རྩ་དོན་བསྒྲུབ་རྒྱུའི་ལས་འགན་བོད་མི་སྤྱིའུ་གནམ་བསྟན་ཡོངས་ལ་ཡོད་པ་མ་ཟད། སྒྲིག་འཛུགས་ཀྱི་ལྟ་གྲུབ་དང། རིན་ཐང་སོགས་གཞི་རིམ་མང་ཚོགས་ནས་ཡོང་དགོས་པ་དང། སྒྲིག་འཛུགས་ཀྱི་འགོ་ཁྲིད། ཤེས་འཇོན་ལྷག་བསམ་ནུས་ལྡན་རྣམས་ཡང་མང་ཚོགས་ནས་དྲག་འདེམས་བྱེད་དགོས་པའི་འོས་བསྡུའི་ཆ་ཤས་ལེན་རྒྱུ་དེ་ཤིན་ཏུ་གལ་ཆེན་ཆགས་ཀྱི་ཡོད། དེ་འདྲ་སོང་ཙང། བོད་མི་རང་ལོ་བཅོ་བརྒྱད་ཡན་ནས་བཅའ་ཁྲིམས་རིན་པོ་ཆེ་བསྐུར་བའི་འོས་འགན་སྒྲུབ་དགོས་པ་དང་སོ་སོའི་བསམ་ཚུལ་སྤྱི་བར་སྤུངས་ཏེ་མང་གཙོ་ཚད་ལྡན་གྱི་རྨང་གཞི་འདིང་རྒྱུར་ལས་འགན་ཡང་ཡོད་པས། འོས་བསྡུའི་གྲུབ་འབྲས་དེ་མི་རིགས་ངོ་འཕྲད་འོས་ཤོག་གི་ཁྱད་པར་བཟུང་གི་ཡོད་སྟབས། མང་ཚོགས་ནས་སོ་སོའི་རྩ་ཆེའི་འོས་ཤོག་ངེས་པར་འཕེན་དགོས། མང་གཙོའི་ལམ་ལུགས་ནང། འོས་འཕེན་རྒྱུ་ནི། འགན་དབང་རྩ་ཆེ་ཤོས་ཡིན་པར་ངོས་འཛིན་ཞུ་སྲོལ་ཡང། ཕྱི་ལོ་ཉིས་སྟོང་གྱ་མེད་བཅུ་མེད་གཅིག་ལོར། བཀའ་བློན་ཁྲི་པའི་འོས་བསྡུར། དངོས་སུ་འོས་འཕེན་པ་གྲངས། སུམ་ཁྲི་ལྔ་སྟོང་བརྒྱ་དང་གྱ་བཅུ་གྱ་བཞི་ཙམ་ལས་བྱུང་མེད། འོན་ཀྱང། བུད་མེད་རྣམས་ནས་རྒྱལ་བའི་དགོངས་པ་བཞིན། འོས་བསྡུའི་ལས་རིམ་ལ་དོ་སྣང་ཆེ་རུ་ཕྱིན་ཏེ། ཕྱི་ལོ་ཉིས་སྟོང་བརྒྱ་མེད་ཉིས་བརྩ་གཅིག་ལོར་སྲིད་སྐྱོང་གི་འོས་བསྡུར་འོས་འཕེན་པ་བགྲང། དྲུག་ཁྲི་སུམ་སྟོང་ཉིས་བརྒྱ་སུམ་ཅུ་སོ་གཉིས་ནས་ཆ་ཤས་ལེན་ཤུགས་ཇེ་ཆེར་སོང་ཡོད་པ་ནི། བཙན་བྱོལ་བོད་མི་ཚོས་མང་གཙོའི་ཁེ་དབང་ལོངས་སུ་སྤྱོད་ཀྱི་ཡོད་པ་རྒྱལ་སྤྱིའི་སྤྱི་ཚོགས་ནས་བསྔགས་བརྗོད་ཐོབ་ཡོད། དེ་ལྟར་ནའང། འབྱུང་འགྱུར་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ནང། སྔར་ལྷག་ཆ་ཤས་ལེན་ཐུབ་པའི་འབད་བརྩོན་གནང་དགོས་རྒྱུ་ཤིན་ཏུ་གལ་ཆེ། ང་ཚོ་བཙན་བྱོལ་སྒྲིག་འཛུགས་འདི་ནི་རྒྱ་ཆེ་མང་ཚོགས་ཀྱིས་བོད་ནང་ལས་ལས་བྱེད་པ་བྱས་པ་རེད་ང་རང་ཚོ་འདི་བཙན་བྱོལ་ལས་ཡོད་དེ་བས་ཞེ་དྲག་ཉུང་ཉུང་རེད་ཡིན་པ་ཡིན་ན་བཙན་བྱོལ་སྒྲིག་འཛུགས་འདི་དང་བོད་མི་ཚང་མ་བོད་ནང་ལས་ཡོད་པའི་གི་བོད་མི་ཚོ་གི་ཚབ་མཚོན་ཡས་ཆེད་དུ་ལས་ཡ་དེ་འདྲས་ཡིན་པ་ཡིན་དུས་ཀ་ལས་ཡ་ད་ལྟའི་དཔེ་ན་འོས་ཤོག་འཕེན་ཡས་རེད་དེ་གྱིས་ཚེ་ཚང་མ་ག་འདའ་བོད་གཞི་ལུས་མི་མང་གི་ཐུགས་འདོད་རེ་བ་ག་རེ་འདུག་དེ་གཞི་བཟུང་གི་མང་ཚོགས་ངོས་ནས་ཡིན་པ་འདིའི་ཐོག་ལ་ཡང་ཤར་བསྐྱོད་བྱས་རྗེས་ཨེ་ནི། སོ་སོ་གིས་ད་སྤྱི་འཐུས་ཡིན་པ་ཡིན་ན་རེད་སྲིད་སྐྱོང་ཡིན་པ་ཡིན་ན་གང་ལྟར་དམ་ཡེ་བདེ་སྐྱིད་དེ་ཨེ་ནི་རྒྱ་ཆེ་མང་ཚོགས་ཞི་ལུས་རྒྱ་ཆེ་མང་ཚོགས་ཚང་མའི་གི་ཚབ་མཚོན་པའི་མི་གདམ་དགོས་ཨེ་ནི་གནད་འགག་ཆགས་བསྡད་ཡོད་རེད་ཞུ།
འདི་ལོའི་འོས་བསྡུ་ཆེན་མོའི་སྐབས། མང་ཚོགས་ནས་འོས་བསྡུའི་སྒྲིག་གཞི་ལ་དོ་སྣང་ངེས་པར་གནང་དགོས་ཤིང། དམིགས་བསལ་སྒྲིག་གཞི་དོན་ཚན་ཉི་ཤུ་རྩ་བཞི་པ་དང། ཉི་ཤུ་རྩེ་ལྔ་པའི་ནང། འོས་བསྡུའི་ལས་དོན་ལ་འགལ་རྐྱེན་བྱེད་མཁན་བྱུང་བ་ར་འཕྲོད་བྱུང་ན། ཉེས་ཆད་དུ་བདམ་བྱ་འདེམས་བྱེད་ཀྱི་ཐོབ་ཐང་ལོ་བརྒྱད་རིང་འཕྲོག་རྒྱུ་དང། འོས་མི་སྐྱེ་བོ་དེར་ས་གནས་དེའི། འོས་ཐོབ་ཆ་ཚང་རྩིས་མེད་གཏོང་རྒྱུ། འོས་བསྡུའི་ལས་བྱེད་ཡིན་ན། ལས་འགན་ནས་གནས་དབྱུང་གཏོང་རྒྱུ་སོགས་འཁོད་ཡོད་པས་ཚང་མས་ཡིད་གཟབ་གནང་རྒྱུ་ཤིན་ཏུ་གལ་ཆེ་ཡིན། རྩ་ཆེའི་མང་གཙོའི་ཁེ་དབང་ལོངས་སུ་སྤྱོད་ཆེད། བོད་མི་རང་ལོ་བཅོ་བརྒྱད་ཟིན་པ་རྣམས་ནས་དཔྱ་ཁྲལ་བསྡུ་ཐོ་ངེས་འབུལ་ཐོག་སོ་སོའི་དཔྱ་ཁྲལ་ལག་དེབ་མཉམ་འཁྱེར་གྱིས་ས་གནས་འོས་བསྡུ་ལས་ཁང་དུ་འོས་བསྡུ་དེབ་འགོད་ཆེད་བཅར་དགོས། དེ་སྔ་དེབ་འགོད་བྱས་ཟིན་པ་རྣམས་བསྐྱར་དུ་དེབ་འགོད་བྱེད་མི་དགོས། བློ་ཕམ་པ་ཞིག་ལ། འདས་པའི་ལོ་རྒྱུས་ནང། འོས་བསྡུའི་དེབ་འགོད་བྱེད་མཁན་གྱི་གྲངས་འབོར་ལ་དཔག་པའི་དངོས་སུ་འོས་བསྡུའི་ཉིན་འོས་འཕེན་མཁན་གྱི་བརྒྱ་ཆ་ཉུང་བའི་གནས་སྟངས་ཆགས་ཡོད་ནའང། འདས་པའི་འོས་བསྡུ་ཆེན་མོའི་བརྒྱུད་རིམ་ལ་གཞིགས་ན། འོས་འཕེན་པའི་བརྒྱ་ཆ་ཇེ་མང་དུ་འགྲོ་གི་ཡོད་པ་སྟེ། བཟང་ཕྱོགས་ཀྱི་འཕེལ་རིམ་ཞིག་ཏུ་ངོས་འཛིན་ཞུས་ཆོག་ད་ལྟ། བོད་ཀྱི་འཐབ་རྩོད་ཀྱི་གནས་སྟངས་གཉན་འཕྲང་གི་སྐབས་དེར། བུད་མེད་ཚང་མས་སྔར་ལྷག་འགན་འཁུར་བཞེས་དགོས་པས་བུད་མེད་སྒྲིག་འཛུགས་སྲ་བརྟན་ཆེད། རྩ་ཆེའི་མང་གཙོའི་ཁེ་དབང་ལོངས་སུ་སྤྱད་དེ། བཙན་བྱོལ་བོད་མིའི་མི་འབོར་ལ་དཔག་པའི། འོས་བསྡུ་ཆེན་མོའི་ནང་ཆ་ཤས་ངེས་པར་དུ་ལེན་དགོས། འོས་བསྡུའི་སྐབས་འོས་འཕེན་པ་རྣམས་ནས་ཐུགས་སྣང་བྱེད་དགོས་པ་ཁག་ཅིག་ནི། དང་པོ། འོས་འཕེན་པ་རེ་རེར་འོས་ཤོག་ལག་སོན་བྱུང་རྗེས། སྤྱིལ་བུའི་ནང་བསྐྱོད་དེ་འོས་ཤོག་གཞིབ་རྐང་ཐོག་ལམ་སེང་སྤྱིལ་བུ་ནས་ཕྱིར་དོན་གྱི་འོས་སྒམ་ནང་བླུགས་དགོས། འོས་བསྡུའི་སྤྱིལ་བུའི་བཅད་མཚམས་རེའི་ནང་འོས་འཕེན་པ་གཅིག་ལས་མང་བ་ཞུགས་མི་ཆོག། གཉིས་པ། འོས་བསྡུའི་ཉིན་ཚོགས་པ་དང། མི་སྒེར་སུ་ཐད་ནས་འོས་གཞིའི་ཐོ་གཞུང་གི་ཤོག་རྩར་སོགས་འགྲེམ་སྤེལ་གཏན་ནས་བྱེད་མི་ཆོག། གསུམ་པ། འོས་བསྡུའི་སྒྲིག་སྲོལ་ལ་རྩིས་མེད་ཀྱིས་ཁྲིམས་འགལ་བྱུང་ཚེ། ལམ་སེང་འོས་འཕེན་པའི་ཁོངས་ནས་ཕྱིར་འབུད་གཏོང་རྒྱུ། འོས་ཤོག་རྩིས་མེད། དང་པོ། འོས་ཤོག་སྔོག་བཤེར་བྱེད་རིམ་བཞིན་གྲངས་བཤེར་འགོ་འཛུགས་ཀྱིས། གཤམ་གསལ་དོན་ཚན་ཁག་གང་རུང་བྱུང་ན། འོས་ཤོག་རྩིས་མེད་གཏོང་རྒྱུ། ཀ། འོས་ཤོག་ངོས་སུ་འོས་འཕེན་པ་སུ་ཡིན་ངོས་འཛིན་ཐུབ་པའི་རྟགས་སམ། མི་ཡི་མིང་འཁོད་པ་དང། བྲིས་བསུབ་བྱས་པ། འོས་འདེམས་ཟུར་ཆད་ཀྱི་པར་བཤུས་སྤྱི་ཚོགས་དྲ་ལམ་ཁག་ཏུ་ཁྱབ་སྤེལ་བྱས་པ། ཁ། རང་མོས་འོས་འདེམས་ཟུར་ཆད་མི་མིང་དང་འོས་ཐམ་གང་ཡང་མི་གསལ་བ། གྷ། མཐོ་སྤུངས་སོ་སོའི་ཐོབ་བྱའི་གྲངས་ཚད་ལས་བརྒལ་བའི་མི་མིང་དང། འོས་ཐམ་བརྒྱབ་པ། ལྔ། འོས་འདེམས་བསུ་དང། སུར་ཕྱིས་ངོས་འཛིན་མ་བདེ་བའི་མི་མིང་དང། འོས་ཐམ་གང་བྱུང་བརྒྱབ་པ། བཅའ། སྔོན་འགྲོའི་སྐབས། འོས་མིའི་ངོ་ཐག་ཆོད་པའི་ཁུངས་སྐྱེལ་ཁ་གསལ་མེད་པ། ཆ། དངོས་གཞིའི་སྐབས། འོས་ཤོག་ནང་མ་གསལ་བའི་རང་འོས་འོས་གཞི་མིང་གསལ་བཀོད་རིགས། ཆ།